མ་འོངས་པ་ལ་ཡང་ནང་པའི་གཞུང་ལུགས་ལ་ཕུལ་བྱུང་མཐར་ཕྱིན་པ་ཞིག་བྱེད་པ་ཡིན་ན། བོད་སྐད་ལ་མ་བརྟེན་པར་ཐབས་མེད་པར་བྱེད། བོད་སྐད་ལ་བརྟེན་དགོས་བྱུང་བ་ཡིན་ན། དེང་རབས་ཀྱི་ཁྱད་ཆོས་དང་མཚུངས་པའི་ཚིག་མཛོད་རྒྱས་ཤིང་བྱེད་པ། དཔེར་ན་དང་བྲག་འདིའི་ཚིག་མཛོད་ལྟ་བུ་བཙལ་བ་ཡིན་ན་གཙོ་ཆེ་བ་དེ་མིང་གི་ངེས་ཚིག་ཤེས་པ་བྱེད་ཡག་གི་རེད། མིང་གི་ངེས་ཚིག་ཤེས་པ་བྱེད་ཡག་ཟེར་བ་ལ་མིང་ཚིག་འདི་ཡག་འགྲེལ་བཤད་བརྒྱབ་ནས་འདིའི་སྐྱོན་ག་འདྲས་གོ་གི་རེད། ད་ལྟ་དེའི་ཚིག་མཛོད་དེ་ཚིག་མཛོད་ཚང་མའི་ནང་ནས་ཕུད་ཟིན་པ་ཞིག་རེད་དེ་དག་ཡིག་ཙམ་བཅས་མ་རེད། སྐད་གཉིས་ཤ་ཡིག་ཙམ་བཅས་མ་རེད། དེ་གང་ཡིན་ཟེར་ན་གཞུང་ཆེན་མོ་ལ་ལྷུག་གཉེར་བྱེད་པའི་སྐབས་ལ་ཡག། གཞུང་གི་གོ་དོན་མ་རྟོགས་པ་བྱུང་བ་ཡིན་ན་ལམ་སང་ཚིག་མཛོད་ཅིག་ནང་བལྟས་ནས་གོ་དོན་རྟོགས་ཐུབ་ཡག་གི་མཐུན་ཅན་མཐུན་ཡག་གི་རེད། དེ་ལྟ་རེད་ཚིག་མཛོད་ཚང་མའི་ནང་ནས་ད་དང་པོ་མང་པོ་ཆགས་སོང་དེ་དཔེར་ན། རིག་པའི་གཞུང་ལུགས་དང་བསྟུན་པའི་མིང་ཚིག་གི་མིང་དང་ཚིག་གི་ངེས་ཚིག་བཤད་ཡག་དེ་ད་ནི་དང་པོ་ར་ཅིག་རེད་བསམ་གྱི་ཡོད། དང་པོ་རེད་ཟེར་ནས་མ་བྱུང་དུས་དེ་འདྲའི་རྒྱས་པོ་ཅིག་བྱས་པ་ཅིག་དང་པོ་རེད་བསམ་གྱི་ཡོད་དེ་ཡིན་ཙང་འདི་ལ་བརྟེན་ནས། བསྟན་པ་དང་རིག་གནས་གཉིས་ཆ་ལག་ལ་ཡར་འགྱངས་རྒྱུར་གྱི་དུས་རབས་རིང་པོའི་བར་དུ། གལ་སྲིད་ང་ཚོས་ཡོང་རྒྱུ་བསྡད་པའི་མི་རབས་ཚོའི་རིན་ཐང་ཐོག་རེ་ཡིན་ན། བདག་པོ་རྒྱག་བཞིན་པ་ཡིན་ན། མུ་མཐུད་ནས་ལས་ཀ་བྱེད་བཞིན་པ་ཡིན་ན་འདི་ཏན་ཏན་ད་ལྟ་ནས་བརྩིས་པའི་ལོ་ཉིས་བརྒྱ་སུམ་བརྒྱ་གི་རྗེས་ལ་ཡར་མུ་ནས་ད་ལྟའི་མི་རབས་ཀྱིས་ཞགས་པ་ར་བུ་དེས། ཁྱོད་མི་འདུག་ཨ་སང་ལགས། བརྒྱ་ཕྲག་བདུན་པ་སྤྱི་བའི་ནང་གི་མི་རབས་བཀའ་དྲིན་ད་ལྟ་ང་ཚོ་དྲན་པ་ནང་བཞིན་གྱི་སྐབས་དེ་དུས་ཁོང་ཚོ་དྲན་པ་བྱེད་ཡོང་བཟོས་ཀྱི་རེད། ཚིག་མཛོད་ཆེན་མོ་འདིས་ནང་དོན་བརྗོད་བྱ་དང། སྤོས་གྲངས། སྒྲིག་སྦྱོར་གྱི་སྤུས་ཚད་གང་ཅིའི་ཐད་ནས་ཀྱང་འདི་ནི། ཚིག་མཛོད་སྒྲིག་གཞི་ནི་རིགས་ཙམ་མ་ཡིན་པར་ད་ཆ། བོད་རིག་པ་དང་འབྲེལ་བའི་རིག་མཛོད་ཆེན་མོ Encyclopedia ཆགས་འདུག་སྙམ། སྨོན་ལམ་བོད་ཀྱི་ཚིག་མཛོད་དེ་སྐད་ཡིག་གཞན་དུ་ཡོད་པའི་རིག་མཛོད་དེ་དག་དང་བསྡུར་བ་ཡིན་ན། ལོ་དགུའི་ནང་འཛམ་གླིང་ནང་གི་རིག་མཛོད་གཙོ་བོའི་གྲས་ཤིག་ཆགས་ཡོད་པས་ལོ་རྒྱུས་རང་བཞིན་ལྡན་པའི་ལས་གཞི་འདི་ནི། ང་ཚོའི་མི་རབས་འདིའི་པགས་དང་རྒྱན་ཙམ་དུ་མ་ཟད། མ་འོངས་བོད་པའི་གཞོན་སྐྱེས་རྣམས་ལ་ལས་ཞུགས་ཆེ་ཤོས་ཤིག་ཡིན།
ཚིག་མཛོད་ཆེན་པོ་འདི་ནི་དུས་རབས་ཀྱི་དགོས་མཁོ་ལ་འཚམ་པར་བོད་ཀྱི་ཆོས་དང་རིག་གཞུང་དར་སྤེལ་དང་རྒྱུན་འཛིན་བྱེད་ཆེད་སྤྱི་ལ་ཕན་ཕན་པ་ཆེན་པོ་ཞིག་ཡོང་ངེས་སུ་མཐོང་བས་ལས་སྟངས་འདི་ལ་བསྒྱུར་བཅོས་གང་ཐུབ་བྱེད་རྒྱུ་སླར་ཡང་ཞུས་ཡོད།
ད་ལྟའི་དུས་རབས་བདུན་ཚན་གཅིག་གི་ཐོག་ལ་ཡང་ཤེས་ཡོན་གྱི་ཐོག་ལ་ཡང་ནུས་པ་དེ་འདྲ་སྟོན་ཐུབ་ཡ་དེ་ཡང་ཨ་ནི་ཞིག་དེ་གའི་བོད་ཡིག་གཞི་ལ་བཞག་པའི་ཐོག་ནས་སྟོན་ཐུབ་པ་དེ་འདྲས་ཤིག་བྱུང་བ་ཡིན་དུས་ཙཱ་ནན་འདིས་ཨ་ནེ་ཅིག་ཕི་ཁའི་མི་རབས་རྗེས་མ་ཚོ་ཡིན་ནའི་རྗེས་དྲན་དང་རྗེས་སུ་ཡི་རངས་ཞུ་ཡ་རེད། ཨ་ནེ་ཅིག་ཕི་ཁའི་མིག་དཔེ་ལྟ་ཡག་གི་དེ་འདྲས་ཡི་མེད་གང་ཤར་གི་འདུག་ཚེ་ཙཱ་འདི་ཡིན་དུས་ཙཱ་ནན་འདི་ལས་ཡག་ངང་ཚོ་ཚང་མ་ལོག་གི་ཨ་ནེ་ཅིག་ཁ་ཤུག་རེད། རྗེས་སུ་ཡི་རངས་དང་འབྲེལ་ནི་ཨ་ནེ་ཚང་མ་ལོག་ལ་ཡག་དུས་ཆེད་ཞུ་ཡ་ཡིན། སྐབས་རེ་སྐབས་རེ་ངང་ཚོ་སྤྱི་ཚོགས་ནང་ལོག་ལ་ཡག་ཅིག་ཆོས་པ་དང་ཆོས་བརྒྱུད་གནས་དུས་འདྲ་བོ་དེ་འདྲས། གླེང་དེ་ངས་འདི་འདྲའི་ཡོང་བ་འདི་གི་ཡོད་དེ་ཡིན་ནས་རྒྱ་ཆེ་ས་ནས་ཨ་ནི་བོད་སྤྱི་པའི་གི་དོན་དང་བོད་བསྟན་སྲིད་གཉིས་གི་དོན་དག་ལ་ཡང་ཆེས་ལས་གཞི་འདྲ་པོ་འདི་འདྲ་སྤེལ་ཡོང་པའི་སྐབས་སུ་ཨ་ང་རང་ཚོ་ཚ་མོ་ལོག་ད་འདི་འདྲའི་ཆོས་བརྒྱུད་སོགས་ཡིན་པ་ཡིན་ནས་རིས་སུ་མ་ཆད་པ་ཚ་མོ་ལོག་དེའི་ནང་ལོག་ལ་ཡང་མཉམ་ཞུགས་གནང་བྱས་ཨ་ནི་ནུས་པ་སྤུངས་བའི་གི་མཇུག་འབྲས་ཅིག་ལ་སྤུངས་བ་ལ་བརྟེན་ནས་ཨ་ནི་དེ་འདྲ་ཅིག་གི་མཇུག་འབྲས་ཅིག་བྱུང་ཡོད་རེད་དེ་ཡིན་པས་སོང་དང།

ཞོལ་ཡིན། དཔལ་ལྡན་དགའ་ལྡན་ཕོ་བྲང་ཡིད་ཚོང་ནས་མཐུན་འགྱུར་འོག་སྐུ་ཞོབ་སྨོན་ལམ་མཆོག་གི་གཙོ་བོ་འགན་བཞེས་ཀྱིས་འབྲེལ་ཡོད་མང་བོའི་ཕྱག་གྲུ་མཉམ་འདེགས་ཀྱིས་སྨོན་ལམ་ཚིག་མཛོད་ཆེན་མོ་པོད་ཉིས་བརྒྱ་ཉི་ཤུ་རྩ་གསུམ་སྟེང་མི་སྡེ་བཞིན་ད་ཆ་འཛམ་གླིང་གི་ཚིག་མཛོད་མང་ཤོས་ཀྱི་ཟིན་ཐོ་གསར་པ་ཞིག་བཞག་ཅིང་མངོན་སུམ་མིག་ལམ་དུ་གྱུར་ཐུབ་པ་ནི། བོད་ཀྱི་སྐད་ཡིག་གི་རིན་ཆེན་བོངས་རྫས་སྐྱིད་དུ་གྱུར་བས་མངོན་པར་བསྟད་རྒྱུ་དང། དོན་དམ་པའི་བྱ་བ་བགྱིས་པའི་ཕྱིར་དྲན་དུ་གྱུར་བ་མ་ཟད། བཙན་གཞོན་ནོ། རང་རེའི་བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་ཤོག་ཀྱི་སློབ་ཆེན་བྱ་གཞག་མགྱོགས་ཐུབ་པ་འདི་ལ་ཡི་རང་བསྔགས་བརྗོད་ཞུ་རྒྱུ་ཡིན།

ཆུ་རྒྱུག་ཁག་གི་དབུ་ཁྲིད་རྣམ་པ་རེད། དེ་ནས་ང་ཚོ་དེ་གཅིག་དགོན་སྡེ་ཁག་སོ་སོ་གི་འགྲོ་སོང་སོ་སོས་བཏང་བཅས་ཨ་ནི་ང་ཚོ་གཅིག་རྡོག་རྡོག་གཅིག་ནི་འགྲོ་སོང་ཆུང་ཆུང་རེད། དེ་ནས་གཅིག་བོན་ཆེན་པོ་སྟག་མོ་འགར་བ་ཞིག་གི་ཐོག་ནས་ང་ཚོ་ད་འདི་བའི་ལོ་ངོ་དགུ་ལྷག་གི་སྒང་ལ་ཨ་ནི་ང་ཚོ་ཚང་མས་དཀའ་ལས་བརྒྱབ་པ་དེ་མདོར་བསྡུས་ན་ང་ཚོ་བཙན་བྱོལ་བོད་མི་གིས་ད་མཉམ་ལས་ཀྱི་སྐད་ཡིག་དང་རིག་གཞུང་ལ་བཞག་པའི་ཁྲིམས་མཐུན་ཆད་ཅིག་ད་རྩ་བའི་ད་མི་ཁྲིམས་མཐུན་གང་ཆེ་དང་པོ་ཧང་སང་ཡོད་རེད་དེ་ཡིན་ན་ད་གཅིག་མིག་གིས་མཐོང་ཡ་དང་རྡོག་རྡོག་རེད་འདི་རེད་ཅེས་སྟོན་ཤ་ཁག་པོ་སྦྱར་བ་དགོས་ད་ནི་དེའི་ཚིག་མཛོད་དེ་ད་ཁོ་བོས་མིག་གིས་མཐོང་བསྡད་ཡོད་པ་དེ་འདྲས་རེད་དེ་འདྲས་སོང་ཙང་ད་རྡོག་རྡོག་རེད་ཞུས་པས་ན་ང་ཚོ་བཙན་བྱོལ་བོད་མི་ཚོས་མཉམ་འབྲེལ་བཅས་དཀའ་ལས་བརྒྱབ་ཨ་ནི་ལམ་སྟོན་གནང་མཁན་ཡིན་ལམ་སྟོན་ལ་དཀའ་ལས་རྒྱག་མཁན་ཡིན་དཀའ་ལས་བརྒྱབ་ལས་དཀའ་ལས་ངན་ལས་ཨ་ནི་ང་ཚོས་འགན་འཁྱེར་མཁན་འགན་འཁྱེར་ཏུ་གཏུགས་ཀྱི་བྱས་བྱས་ཨ་ནི་ད་དེ་རིང་དེ་ལེགས་གྲུབ་བྱུང་བ་རེད་དེ་འདྲས་སོང་ཙང་ད་ང་ཚོས་ད་བོད་ནང་ལུང་ལ་ནི་དེ་འདྲས་ཡར་རྒྱས་གཏོང་ཡ་གི་ད་ད་གིན་ང་ཚོས་དེ་ཞུ་རྒྱུ་རེད་ཨ་ནི་ཁོ་བོས་པ་དེ། ལྟ་སྐུ་རྟོགས་རུ་རྟོགས་རུ་རྟོགས་རུ་སྡུག་སྡུག་འགྲོ་གི་རེད་པ། ཡིན་ནའི་ང་རང་ཚོས་ད་ཡང་ཕྱི་ལོག་ལས་མི་མང་པོ་ཡོད་མར་དེ་ཡིན་ནའི་ཨེ་གོ་ཡི་ཡག་རེད་ཡག་རེད་ཟེར་ནའི་མི་འདུག་ཨེ་ནས་གང་ལྟར་ཚང་མས་ཤུགས་རྒྱབ་ཧུར་ཐག་ཧྦར་ཐག་བྱེད་གི་ཡོད་རེད་པ་ག་དུས་བྱེད་དུས། ད་བརྒྱུད་རིམ་ཕྱི་ནང་མ་འདོན་ན་གཙོ་བོ་དེ་ལྟར་ང་ཚོས་མཉམ་འདྲེས་བྱས་པ་ཡིན་ན་ད་ལས་ཀ་ཆེན་པོ་བྱེད་ཐུབ་པ་འདི་རེད་ད། ད་ལྟ་འདི་གི་ད་དུས་འགོ་ཆེན་པོ་དེ་རྩོམ་སྒྲིག་གནང་བའི་ནང་ལ། མི་ག་ཚོད་ཟིག་གི་ཉམས་ཞིབ་གནང་རེད་ལོ་ག་ཚོད་ཟིག་འགྲོ་ཡོད་ན། ཉམས་ཞིབ་གནང་མཁན་ད་ཡ་བྱེད་སྟངས་དང་དཔེ་མང་པོ་རེད་ཡིན་ན་རྩོམ་སྒྲིག་པ་རང་གི་མིང་བཏགས་ཡོད་ངེས་བྱེད་ཀྱི་ང་ཚོ་མི་ཉིས་བརྒྱ་ལྷག་ཟིག་རེད། དེ་ནས་རྩོམ་སྒྲིག་ཚོགས་ཆུང་ཁག་གསུམ་བཅུ་སོ་ལྔ་ཅིག་བཅས་ཨ་རྗེ་ཡེ་གི་ད་ལོ་དགུའི་ཕྱག་ལས་གནང་རྒྱུ་ཡོད་རེད་དྲུག་གི་གནང་རྒྱུ་ཡོད་རེད་གསུམ་དེ་རིང་ད་ང་ཚོ་དེ་བྱེད་སྟངས་ལོ་གསུམ་གང་ལེགས་བྱས་ཡོང་མི་དགུ་བཅུ་གོ་རང་བྱས་ཡོད་རེད་ཨ་དེའི་ནང་ལོགས་ནས་ད་དེ་རིང་དངོས་སུ་བསྐྱར་ཐོབ་པ་དེ་ལྔ་བཅུ་ང་དགུ་བཅུ་ཟིག་བྱུང་ཟེར་ཨ་དེ་རེད་ཨ་དེ། ཉིས་སྟོང་བཅོ་ལྔ་ནས་བྱས་ནས་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་བཅུ་གཉིས་པའི་ཟླ་རེའི་གསུམ་བཅུའི་བར་དུ་བྱེད་དུས་ལོ་དགུ་དང་ཟླ་བ་བརྒྱད་འདི་འདྲའི་རིང་ལ་ལས་ཀ་བྱས་ཡོད།